བོད་ཀྱི་བང་ཆེན་གྱི་བྱིས་སྒྲུང་སེང་གེའི་ལྷན་སྐྱེས་སྐུ་ཁམས་བཟང། གཤམ་ལ་གུས་མོའི་ཁྱེད་རྣམས་ལ་བྱིས་སྒྲུང་བུ་ཆུང་པི་ནོ་ཁྱོའི་གཏམ་རྒྱུད། ལེའུ་བཅུ་བཞི་པ། པི་ནོ་ཁྱོ་མིས་བཟོས་ལག་དམར་གྱི་ལག་ཏུ་ཐེབས་པ་ཞེས་པ་སྙན་སྒྲོན་ཞུ་རྒྱུ་ཡིན། ཨ་ལི་བེ་ཀོ་མུ་མཐུད་ལམ་དུ་ཆས་པ་དང་བྲག་ཆིག་ལབ་འདི་ལྟར་ཁྱབ། སྙིང་རྗེ་བའི་བུ་ཆུང་ང་ཚོ་ཅི་འདྲའི་ལས་མ་དག་པ་ཞིག་རེད། ཚང་མས་ང་ཚོར་གཤེ་གཤེ་གཏོང་བ་དང་བསླབ་བྱ་རྒྱག་གི་འདུག་ད་ལྟ་རང་ལྟོས་དང། ཞལ་གསུམ་པའི་ཕྱག་ག་པ་དེ་ཡི་ཁ་ལ་མ་ཉན་པའི་རྒྱུ་མཚན་ཁོ་ནར་བརྟེན་ནས་ཁོས་ང་ལ་སྐྱིད་ཉལ་མང་པོ་འབྱུང་རྒྱུ་རེད་ཟེར། ཐ་ན་ང་མི་གསོད་ལག་དམར་དང་ཐུག་ཉེ་རེད་ཟེར། ཡིན་ན་ཡང་དེ་ནི་ཅི་ཡང་མ་རེད། ངས་མི་གསོད་ལག་དམར་ཡོད་པའི་ཡིད་ཆེས་བྱེད་ཀྱི་མེད། དེ་འདྲ་ཞིག་ཡོད་པའི་ཡིད་ཆེས་གཏན་ནས་བྱེད་ཀྱི་མེད། ངས་བལྟས་ན། མི་གསོད་ལག་དམར་ཞེས་པ་ནི་ཨ་ཕ་ཚོའི་ཆེད་དུ་མཚན་མོ་ཕྱི་ལ་འགྲོ་འདོད་པའི་བུ་ཆུང་རྣམས་འཇིགས་སྣང་སྐུལ་ཆེད་དུ་བཟོས་པ་ཞིག་རེད། མ་ཟད་ལམ་དེའི་སྟེང་དུ་ང་ཁོ་ཚོ་དང་ཐུག་པའི་དབང་དུ་བཏང་ན། ང་ཁོ་ཚོ་ལ་ཞིག་རེ་བསམ་མམ། སྤུ་རྩེ་ཙམ་ཡང་སྐྲག་མི་སྲིད། ང་ཁོ་ཚོ་ཐུག་ཏུ་སོང་ནས་སྐུ་ཞབས་མི་གསོད་ལག་དམར་ཚོ། ཁྱེད་ཚོས་ང་ལ་ཅི་བྱེད་འདོད་དམ། ང་ལ་རྩེད་མོ་མི་འགྲོ་བ་དེ་ཤེས་བ་བྱོས། དེ་བས། སོ་སོས་ལས་ཀ་བྱས་ཏེ་ཁུ་སིམ་མེར་དུད་ཅེས་བརྗོད་ཉེས་པ་དང་གཏམ་འདི་ཐོས་རྗེས་ཁོ་ཚོ་རླུང་རྟ་ལྟར་གྱང་དུ་བྲོས་འགྲོ་ཉེར་རེད། གལ་སྲིད་ཁོ་ཚོའི་ཤེས་ཚད་ཤིན་ཏུ་དམའ་དྲགས་ནས་གྱང་དུ་མ་བྲོས་པའི་དབང་དུ་བཏང་ན་ཡང། ང་རང་ཉིད་བྲོས་ན་ཆོག་པ་དང་དེ་ནས་ཡོད་ཚད་མཇུག་རྫོགས་པ་རེད། སྐབས་དེར་པི་ནོ་ཁྱོས་རང་གི་རྒྱབ་ཕྱོགས་ནས་ཤིང་ལོ་ཕྱུག་ཕྱུག་འགུལ་བའི་སྒྲ་ཆུང་ཆུང་ཞིག་གྲགས་པ་ཐོས་པས་ཁོ་ལ་རྒྱུ་མཚན་དྲངས་ནས་མཇུག་བསྡུས་པའི་དུས་ཚོད་བྱུང་མ་སོང། ཁོའི་ཁ་ཕྱིར་འཁོར་ནས་བལྟས་པ་ན་སྨག་རུམ་ཁྲོད་དུ་རྩྭ་རའི་ནག་པོས་ཡོངས་སུ་བཏུམས་པའི་གྲིབ་གཟུགས་འཇིགས་སུ་རུང་བ་གཉིས་མཐོང། དེ་གཉིས་རྐང་རྩེད་ཁོ་ན་བཙུགས་ནས་ཁོའི་བྱེས་སུ་འཇབ་པ་དང་གཤིན་པོས་རྣམ་ཤེས་ལྟར་མཆོང་ལྡིང་ཆེན་པོ་བརྒྱབ་བཞིན་འདུག་ཁོས་ཁོ་ཚོ་དངོས་སུ་འདིར་སླེབས་ཚར་འདུག་ཅེས་ཆིག་ལབ་བརྒྱབ་པ་དང་གསེར་རྡོ་རྣམས་གང་དུ་བཀྲུ་འཁོལ་མ་ཤེས་པར་ཁ་ནང་དུ་བརྫངས་ནས་ལྕེ་འོག་ཏུ་ཏག་ཏག་ཏུ་ཉར། དེ་ནས་ཁོ་བྲོས་ཐབས་བྱས་འོན་ཀྱང་གོམ་པ་གང་ཡང་སྤོས་མ་ཐུབ་པའི་གོང་དུ་རང་ཉིད་ཀྱི་ལག་པ་ནས་བཟུང་བ་ཚོར་བ་དང་ཤིན་ཏུ་སྐྱུག་བྲོ་བ་འཇིགས་སུ་རུང་བའི་སྐད་ཀྱིས་ཁོ་ལ་འདི་ལྟར་སྨྲས་པ་ཐོས། ཁྱོད་ལ་ཚེ་སྲོག་གོས་སམ་གོར་མོ་གོས། ཁ་ནང་དུ་གོར་མོ་ཉར་ནས་ཚིག་གིས་ལན་ཁྱབ་ཐབས་བྲལ་བའི་དབང་གིས་པི་ནོ་ཁྱོ་མགོ་བོ་ཤིན་ཏུ་དམའ་བའི་གུར་ཙམ་གུར་ཙམ་དང་རྣམ་འགྱུར་ཅི་རིགས་སྟོང་ཕྲག་མང་པོ་བསྟན། ཁོས་དེ་ལྟར་མིག་ཟུང་ཁོ་ན་ཚ་རེས་སྦུག་གཡས་བསུབས་བར་ནས་མངོན་པ་མ་གཏོགས་ཡོངས་སུ་བཏུམས་པའི་གྲིབ་གཟུགས་གཉིས་ལ་ཁོ་རང་ཉམ་ཐག་པའི་ཨ་ལི་པད་གོག་ཞིག་ཡིན་པ་དང་ཁོ་ཡི་གློ་ཁུག་ནང་གོར་ཟུར་རྫུན་མ་གཅིག་ཙམ་ཡང་མེད་པ་ཧ་གོ་རུ་འཇུག་ཐབས་བྱས། ཆོམ་རྐུན་གཉིས་ཀྱིས་འཇིགས་སྐུལ་གྱིས་ད་ལྟ་རང་སྟེར་ཞིག། དཀར་གོར་མེད་པ་གོར་མོ་ཕྱིར་ཐོན་ཤོག་ཅེས་བཤད། དེར་ཨ་ལི་པད་གོག་གིས་ང་ལ་ཅི་ཡང་མེད་མཚོན་པའི་ལག་བརྡ་ཞིག་བསྟན། གོར་མོ་བྱིན་ན་མ་གཏོགས་ཁྱོད་འཆི་རྒྱུ་རེད། ཆོམ་རྐུན་གཉིས་ལས་གཟུགས་རིང་བ་དེ་མེད་འཆི་རྒྱུ་རེད། གཞན་དེ་བསྐྱར་དུ་བདེ། ང་ཚོས་ཁྱོད་བསད་ཚར་རྗེས་ཁྱོད་ཀྱི་ཨ་ཕའང་གསོད་རྒྱུ་ཡིན། ཁྱོད་ཀྱི་ཨ་ཕའང། མི། མི། མི། ངའི་སྙིང་རྗེ་བའི་ཨ་ཕ་གསོད་མི་ཆོག། པི་ནོ་ཁྱོ་འུ་ཐུག་པའི་ངག་གིས་སྨྲས་པ་དང་ཁོས་དེ་ལྟར་སྨྲས་པ་དག་བྲག་ཁ་ནང་གི་གསེར་སྒྲམ་རྣམས་ལས་བསྲིངས་འདྲ་གྲགས། ཨ་ཙི། མ་རབས་ཁྱོད་ཁྱོད་ཀྱིས་གུར་མོ་ལྕེ་འོག་ཏུ་བསྐུངས་འདུག་ད་ལྟ་རང་ཕྱིར་ཐོན་ཞིག། པི་ནོ་ཁྱོ་ཨུ་ཚུགས་བྱས་ནས་དེད། ཨ་ཙི། ཁྱོད་ཀྱིས་བུམ་པ་ཡུན་བསྐུལ་བྱེད་ཀྱི་ཡོད་དམ། སྐར་མ་གཅིག་གུ་དང་ངེད་གཉིས་ཀྱིས་ཁྱོད་ཁ་དྲག་ཏུ་འཇུག་པའི་ཐབས་ཤེས་ཤིག་ཞུས། དེ་ནས་ཁོ་གཉིས་ལས་གཅིག་གིས་ཨ་ལི་པེ་ཀོ་ཡི་སྣ་རྩེ་ནས་འཇུས་པ་དང་གཞན་དེས་མ་ནེ་ནས་བཟུང་སྟེ། དུག་རྩུབ་ཆེན་པོས་ཡར་འཐེན་མར་འཐེན་བྱས་འགོ་བརྩམས་ནས་བཙན་གྱིས་པི་ནོ་ཁྱོ་ཁ་འབྱེད་ཐབས་བྱེད། འོན་ཀྱང། ཁོ་གཉིས་ཀྱི་ང་བ་ཡོངས་རྫོགས་བྲལ་མེད་དུ་གྱུར། ཕི་ནོ་ཁྱོའི་ཁ་ནི་ལྕགས་སེར་གྱར་བ་དང་མཚུངས། དེ་ནས་མི་གསོད་ལག་དམར་འཐུང་བོ་དེས་ཁྲི་སྟོང་སྙེ་ཞིག་ཕྱིར་ཕྱུང་ནས། ཕི་ནོ་ཁྱོས་ཆུ་བར་དུ་ཟོང་དང་རྡེག་བྱ་ལྟར་འཛུགས་ཐབས་བྱས། འོན་ཀྱང་ཕི་ནོ་ཁྱོ་གློག་འཁྱུད་པའི་གློག་རྫས་ཀྱིས་ཁོ་ཡི་ལག་མགོར་སོ་བཏབ་པ་དང། སྨུག་ཐེངས་གཅིག་གིས་ལག་མགོ་བསྐོར་ནས་ཐུག་སྒྲ་དང་བཅས་ཕྱིར་འཕངས། ཐང་དུ་ལྷུང་བ་དེ་ལག་པ་ཞིག་མ་ཡིན་པར་གཞི་མེད་སྦར་མོ་ཞིག་ཡིན་པ་མཐོང་དུས་ཁོ་ཅི་འདྲའི་ཧང་སངས་ཡོད་སྲིད་པ་དེར་བསམ་བློ་ཞིག་ཐོངས་དང། གྱེས་ཁ་དང་པོ་དེའི་བློ་སྤོབས་བསྐྱེད་པས་ཁོས་སེན་མོ་དེ་བེད་སྤྱོད་བྱས་ཏེ་རང་ཉིད་ཀྱི་གོ་བརྡུང་བྱེད་མཁན་གཉིས་ཀྱི་ལག་ནས་ཐར་ཐུབ་པ་བྱུང་བ་དང། ལམ་ཟུར་གྱི་ཤིང་ཕྲན་ར་བའི་ཐོག་ནས་མཆོངས་ཏེ་ལུང་པའི་འཕྲེད་དུ་བྱ་འཕུར་བ་ལྟར་གྱུག་འགོ་ཚུགས། མི་གསོད་ལག་དམར་ཉིད་ཁོའི་བྱེས་སུ་ཁྱི་གཉིས་ཀྱི་རི་བོང་དེད་པ་ལྟར་རྒྱུགས་ལ། སྦར་མོ་བརླགས་པའི་ལག་དམར་དེས་རྐང་པ་ཡ་གཅིག་གིས་རྒྱུགས་པ་དང་སུ་གཅིག་གིས་ཁོ་ཇི་ལྟར་བྱས་ནས་དེ་ལྟར་རྒྱུགས་ཐུབ་ཀྱི་ཡོད་པ་གཏན་ནས་རྟོགས་མེད། ཅི་ལི་ག་ལ་རྒྱུགས་འབྲེལ་བྱས་བྱས་པི་ནོ་ཁྱོ་མུ་མཐུད་འགྲོ་མ་ཐུབ། ཁོའི་སེམས་ཤུགས་ཡོངས་སུ་ཆག་ནས་ཐང་ཤིང་ཤིན་ཏུ་མཐོན་པོ་ཞིག་གི་གཞུང་རྟ་ལ་བརྩེགས་པ་དང་ཡལ་ག་མཐོ་ཤོས་དེ་ཡི་ཐོག་ཏུ་དེད་དེ་ཁུག། མི་གསོད་ལག་དམར་གཉིས་ཁུ་ཡི་བྱེས་སུ་འཛེག་ཐབས་བྱེད། འོན་ཀྱང་ཕྱེད་ཙམ་ལ་ཡར་ཐོན་དུས། སླར་ཡང་མར་བཞུད་དེ་ཐང་ཐོག་ཏུ་ཟགས་ཅིང་ལག་པ་དང་པུས་མོའི་དཀྱིལ་པགས་མདར་བཤུས་ཐེབས། ཡིན་ན་ཡང་དེ་འདྲའི་གནས་ཚུལ་ཆུང་ཆུང་ཞིག་གིས་ཁོ་གཉིས་དཔའ་ཞུམ་དུ་འཇུག་ག་ལ་ཐུབ། ཁོ་གཉིས་ཀྱིས་ཤིང་སྐམ་པོ་མང་པོ་འཁྲུགས་ཏེ་ཐང་ཤིང་གི་འོག་ཏུ་སྤུངས་ནས་མེ་ཁྱག་པས་སྐད་ཅིག་ཙམ་ཡང་མ་འགོར་བར་ཐང་ཤིང་ལ་མེ་འབར་བ་མ་ཟད་ཡང་ལ་ལ་རླུང་འོད་ལྡང་ཞིང་མེ་ལྕེ་ལྷབ་ལྷབ་ཏུ་མཆེད་འགོ་བརྩམས། པི་ནོ་ཁྱོ་མེ་ལྕེ་དེ་སྐད་ཅིག་རེ་རེ་ལ་ཇེ་མཐོ་ནས་ཇེ་མཐོར་ཡོང་བཞིན་པ་མཐོང་བ་དང་རང་ཉིད་ཀྱི་མི་ཚེ་སྐམ་སེང་བཏང་བའི་ཕུག་རོན་ཞིག་ལྟར་མཇུག་རྫོགས་ན་མི་འདོད་སྟབས་ཤིང་རྩེ་ནས་ཧ་ལས་པའི་མཆོང་ལྡིང་ཆེན་པོ་ཞིག་ཁྱབ་སྟེ་དབུགས་ཐག་གསར་པས་རྩྭ་ཐང་དང་རྒུན་འབྲུམ་ཞིང་ཁ་ནང་འཕྲེད་དུ་བཅད་དེ་གྱུར་འགོ་བརྩམས། མི་གསོད་ལག་དམར་གཉིས་ཀྱང་ཕྲན་ཙམ་ལའང་མཚམས་འཇོག་མེད་པར་ཁོས་བྱས་སུ་དྲངས། ནམ་ལངས་བའི་འགོ་བརྩམས་པ་དང་ཁོ་གཉིས་ད་དུང་པི་ནོ་ཁྱོ་དེད་ཀྱིན་ཡོད། གློ་བུར་དུ་པི་ནོ་ཁྱོས་སོ་སོའི་ལམ་བུ་དེ་ཚིགས་བཅད་ཁ་དོག་ཅན་གྱི་ཆུ་རྙིང་ཞིང་རུལ་བ་ཞིག་གང་བུས་ཡུར་བ་གྱ་ཆེན་གཏིང་ཟབ་ཅིག་གིས་བཀག་ཡོད་པ་མཐོང། དེ་ནི་ཁོས་ཅི་ཞིག་བྱ་དགོས་སམ། ཨ་ལི་པེ་སྒོ་དེ་གཅིག་གཉིས་གསུམ་ཞེས་སྨྲས་ནས་ཇེ་མགྱོགས་སུ་བཏང་སྟེ་ཡུར་བས་ཕར་ངོགས་སུ་མཆོངས། མི་གསོད་ལག་དམར་གཉིས་ཀྱང་ཁོས་བྱེས་སུ་མཆོངས་རུང་བར་ཐག་ཡག་པོ་ཞིག་མ་བྱས་སྟབས། ཡུར་བས་གྱིས་ཏག་ཏག་ལ་ཆག་ཆག་ཅེས་ལྷུང། པི་ནོ་ཁིའོ་ཁོ་གཉིས་མཆོངས་བ་དང་ཆུ་ཡི་ཆུ་སྒྲ་ཐོས་པས། གོས་བཞིན་མཚམས་མི་འཇོག་པར་རྒྱུག་ཞོར་འདི་ལྟར་སྐད་ཁྱབ། སྐུ་ཞབས་མི་བསོད་ལགས་མར་གཉིས། ཁྱོད་གཉིས་ཀྱི་གཟུགས་པོ་སྐྱིད་པོ་འཁྲུས་ཤིག། པི་ནོ་ཁྱོའི་སེམས་སུ་ཁོ་གཉིས་ཆུ་ནང་དུ་འཇིང་ཡོད་ངེས་གཏན་ཡིན་སྙམ་ནས། ཕྱིར་བལྟས་ཕན་དུས་དེ་ལས་ལྡོག་སྟེ་མི་བསོད་ལགས་མར་གཉིས་ཁོའི་བྱེས་སུ་གྱུར་ནས་ཡོང་བཞིན་པ་མཐོང་ལ། ཁོ་གཉིས་ད་དུང་ཡང་རྩྭ་རིལ་གྱིས་བཏུམས་ཡོད་པས། ཁོ་གཉིས་ནི་སྲས་བུ་ཁོག་སྟོང་གཉིས་ཡིན་པ་ལྟར་ཆུ་འཛར་འཛར་འཛག་བཞིན་འདུག་གོ།